པོ་ཧུ།
ཆུང་དུས་ནས་ཅིག་ཆབ་སྲིད་ནང་བྱི་དོ་ཕྱི་མ་བཅོས་དང་དེ་འདྲའི་སྐད་ཆ་དྲང་འདི་ལས་ཀྱི་དང་ཡ་ཉེས་ཀྱི་ཁར་ལ་ཡིན་ཟེར་ན་ར། ང་ཚོ་པོ་ཧུ་ཅིག་གྲོགས་པོ་རྣམས་ལ་ཆ་དུས་ཁོ་ར་ནས་དེ་ཆབ་སྲིད་ཀྱི་སྐད་ཆ་དེ་ཆགས་བསྡད་དགོས་རེད་ཟེར་ར། ང་ཚོ་པོ་ཧུ་འཛམ་བུ་གླིང་ནང་ལ་སྐྱེས་དང་མ་སྐྱེས་ཡང་དེ་ཡའི་ཆབ་སྲིད་ཀྱི་ལས་ཀ་རེད།

བོད་པའི་གི་ཕ་མ་ཡིན་ན། ཡིན་མིན་ནམ་སེམས་པ་གཏིང་ལ། ཕ་མ་འདྲ་བོ་ཅིག་ག་ལ་བར་ད་བོད་པ་ཡིན་པའི་གི། ཞེན་ལྐོག་དེ་ཡོད་པ་ཡིན་ན། ཨ་ནུ་ཡིན་གཅིག་མིན་གཅིག་ཆབ་སྲིད་གོ་བརྡ་སྤྲད་ཡ་དེ་གལ་ཆེན་པོ་རེད་བསམ་གོ་ཐོ་ར། ཆབ་སྲིད་ཀྱི་གོ་བརྡ་སྤྲད་ཡ་དེ་ཅིག་རྒྱ་མིག་གི་ཆ་ཤས་ལ་སྤྲོ་གོ་རེད་ལ་ནི་དེ་འདྲས་མ་ལབ། དེ་འདྲའི་ལ་བས་ཀྱི་ཉིན་མོ་ད་ག་རང་ལ་སོ་སོ་ལ་བོད་པ་ཡིན་ཡིན་ལ་ཡ་ཀྱི་ཐོབ་ཐང་དེ་གཅིག་བརླག་གོ་རེད་ཨ་ནི་བོད་པའི་ཐོག་ལ་ཐག་གཅོད་བྱེད་ཡ་དང་གྲོས་བསྡུ་བྱེད་ཡ་ཀྱི་ཐོབ་ཐང་དེ་བརླག་འགྲོ་གོ་ར་རྒྱ་མི་སེ་བྱེད་ཀྱི་ཡིན་ལ་ལ་རྒྱ་ནག་ལ་ལོག་འགྲོ་ཡ་རེད་ག་དུས་ནས་ལ་གོས་ར Green Book བཟོས་ཡིན་པའི་ལ་དུ་ཨ་ཡ་དེ Green Book ལ་ན་ག་རེ་རེད་ང་ངོ་དེ་ཧ་གོ་འདོད་འདུག Green Book ལ་ན་ག་རེ་རེད། རང་བཙན་ལག་དེབ་ལ་ན་ཡང་བོད་གཞུང་འདི་གིས་རང་བཙན་རྩོད་ལེན་བྱེད་ཀྱི་མེད་ལ་གོ་ར་ཡ་ནི་རང་བཙན་རྩོད་ལེན་མ་བྱེད་ནི་རྒྱ་བ་ལ་དད་ཡ་གི་ཆེད་དོ་པེ་ཤ་དུ་ཡེ་མེ་འོ་དེ་ལ་ཡིན་ཁ་སེ་བོ་སེ་ཀྱང་ལ་གི་ཡོད་དེའི་ལམ་ནི་ང་བོད་པ་ཉུང་ང་ནི་ཆག་མ་རེད། Green Book དཔེ་ཤར་འདི་སྐམ་ས་གཅིག་གི་སྟེང་ནས་བོད་པ་མ་ང་ནི་ཆགས་མ་རེད་ར། ད་འདི་དང་མཉམ་དུ་ད་ལྟ་ཡང་ཉིད་ཀྱི་ཁ་ནས་བོད་གཞུང་ལས་དེ་ཁ་ནས་དོན་སོ་ཨ། སྐད་ཆ་གཅིག་ད་ལྟ་འགྲོ་བདེ་ཤག། བོད་གཞུང་ལམ་ལ་གོང་ས་མཆོག་མཉམ་དུ་གོང་ས་མཆོག་ལ་གོ་རེ་ལ་སོ་ར་ཡ་ང་དེ་ལ་ངོ་ལེ་མེད་ལ་ཡིན་པ། བོད་གཞུང་ལ་ན་མི་གཅིག་མ་རེད། བོད་གཞུང་འདིའི་ནང་ལོགས་ལ་མི་མང་གིས་སྐྱོད་པའི་གི་སྤྱི་འཐུས་དང། བཀའ་བློན་དང་སྲིད་སྐྱོང་དེ་ཚོ་ཚང་མ་བསླད་འགྲོ་དགོས་རེད་ར། ཨ་ནི། དེའི་ནང་ལོགས་ལ་ལས་ཀ་བྱེད་ཉེས་ཀྱི། ལས་ཀ་ཡག་སྡུག་མ་འདྲ་བ་བྱེད་ཀྱི་རེད། ཨ་ནི། གཞུང་ལས་དེ་ལྟ་ཁ་ལོ་དགོས་རེད as a body། ལུས་གཅིག་ལ་ནི་མི་མང་ལ་ཕན་ཐོགས་ཀྱི་འདུག་དང་མི་འདུག་གི་ཐོག་ནས་གཞུང་འདི་ལག་འོག་རེད། ཡིན་ན་ཡང་གཞུང་ནང་ལོག་ལ་ལེགས་ཆེ་གཉིས་ཚང་མ་འདུག་ཅག་འདྲེ་ནག་པོ་དེ་འདྲ་ཡིན་པ་ཁྱབ་ཀྱི་མ་རེད་རོ། དེ་ལ་ཆ་ཤས་ན་ཆོས་བརྒྱུད་སྤྱི་འཐུས་རྣམ་པ་ཆེ། ཨ་ནི་དེ་ནས།

ད་བོད་གཞུང་ལ་ན་ནི། ད་བོད་གཞུང་ལ་ཡེ་དེ་མེད་བ་ཡིན་ན་བཙན་བྱོལ་གཞུང་ལ་ཡེ་དེ་མེད་ན་ནི། ཨ་ནི་སྲིད་གྲས་ནང་ལས་ཀ་བྱེད་མཁན་དེ་ཚོ་སུ་རེད་ཨ་ནི་རྒྱ་མི་རེད། ཆོས་བརྒྱུད་སྤྱི་མཐུན་རྣམ་པ་ཀྱི་དངོས་གནས་ཀྱི་སོ་སོའི་ཀྱི་རྒྱལ་ཁབ་དང་མི་རིགས་སྲུང་སྐྱོབ་བྱེད་ཀྱི་ཐབས་ཤེས་བཏང་གི་འདུག་དེ་ན་བོད་པ་ཀང་ཁ་ཤེས་ཤི་མ་ཤི་མི་འདུག་ཨ་ནི།

ཡ། ང་ཚོ་ལ་བོད་གཞུང་མ་ཤེས་རང་ཡང་གཞན་པའང་སོའི་ལུས། སྒྲིག་འཛུགས་དང་འདྲ་མ་འདྲ་ནི་གོ་མི་འདུག་ངེད་ཀྱི་ཀོ་ག་ལ་ང་ལ་དེ་ལས་ཀ་གཡོན་ལ་རྒྱུག་གཡས་ལ་རྒྱུག་ལ་ནི་སྒྲིག་འཛུགས་གོ་བ་དེ་འདྲས་ངས་ད་ལྟ་བར་དུ་ཁས་ལེན་བྱེད་ཡོད་མ་རེད་ད་འདོད་ཁས་ལེན་བྱེད་ཡ་མེད་རེད་བ། བཙན་བྱོལ་གྱི་བོད་གཞུང་ལ་ཡ་དེ་ང་ཁས་ལེན་བྱེད་ཀྱི་ཡིན།

མི་དགྲ་བོའི་ལན་གར་ལ་བོ་རེ། བུད་མེད་འདི་ཚོ་རྒྱ་མི་སེ་བྱེད་ཀྱི་ཡིན་ལ་བོ་ད། རེད་མི་ལུས་བའི་མ་རེད་ཨིཏ་ཝན་དེ་རེག་ཤོན། འདི་མི་དགྲ་བོའི་ལན་འདི་མི་དགྲ་བོའི་མ་ད་འདི་དེ་རེག་ཤོན་གཅིག་རེད་ད་རྒྱ་མི་སེ་བྱེད་ཀྱི་ཡིན་ལ་བོ་ད་ས་མོ་ཡིན་ཡ་ཡུལ་ཡག་པོ་བཏང་གོ་ད་རྒྱ་མི་སེ་བྱེད་ཀྱི་ཡིན་ལམ་ཉེས་འདི་ཚོ་ལ་ར་བ། བོད་པ་དང་བོད་རྒྱལ་ཁབ་དང་བོད་མི་རིགས་ཀྱི་ཐོག་ལ་བྱི་དོ་བྱས་ཀྱི་ཐོབ་ཐང་ཡོད་མ་རེད་འདི་ཚོ་རྒྱ་མི་མི་སེར་ཇི་དེ་ཡིན་ན་ན་རང་ཡང་རྒྱ་ནག་ལ་འགྲོ་ཡག་དང་པེ་ཅིང་འགྲོ་བ་ལ་ལས་ཀ་བྱེད་ནི་རྒྱ་མི་ཞི་ཅིང་པིང་གི་ཧང་གོ་དེ་ཚོ་པོ་ལི་ཤ་ལ་བཏང་ནི་དེ་གི་ལས་ཀ་འགྲོ་ཅི་རག་གི་ཡོད་མ་ཤེས། གཞན་པ་བོད་པའི་སྤྱི་ཚོགས་ནང་ལ་རྒྱ་མི་ལས་ཀ་བྱེད་ནི་གོ་མ་རེད་རྒྱ་མི་ལྟ་བ་ཡི་ངའི་གོ་ཡ་ཡོད་མ། བོད་གཞུང་ལབ་ན་གོང་ས་མཆོག་ཡ་མཉམ་དུ་དེ་བྱེད་གོ་ར་ལས་ཤི་ད་ཡ་དེ་ང་ངོ་ལས་མེད་ལ་ཡ་དེ་ག་རེ་ཡིན་སེ་ན་རང་ཡང་བོད་གཞུང་ནང་ལོ་ལ་ད་ལྟ་སྤྱི་འཐུས་བཞི་བཅུ་ཞེ་ལྔ་ཡོད་རེད། ཨ་ནི། ད་དེ་འདྲ་ཡིན་དུས་མི་མང་གིས་བསྐྱོད་པའི་གི་ད་སྤྱི་འཐུས་ར་བ་ཡང་ཨ་ནི་མི་གཅིག་གི་མ་རེད་ར་བ་ཡང་ད་ངེད་གཅིག་ལགས་གོ། བོད་གཞུང་ལ་ནི་གོང་ས་མཆོག་ལ་ནི་མིང་དེ་དུས་འཁོར་ལ་ན་རོ་ཡང་ནི་ད་ལྟ་བོད་གཞུང་ནང་ལོགས་ལ་ང་ཚོས་ཀྱི་ལས་ཀ་བྱེད་ཉེས་སྡུག་ཅག་དེ་འདྲེ་དོ་ཨ་ཟླ་བ་ཕུན་རྒྱུད་ལ་སོགས་པ་བསྟན་པ་བསྟན་པ་སྣུམ་ཉལ་འདྲ་བོ་འདྲེ་ལས་ཀ་ཡག་པོ་མ་བྱེད་ཉེས་ཟླ་བ་ཚེ་རིང་ལ་སོགས་པ་དེ་ནས་མང་པོ་ཞིག་དོ་ཨ་ཁོང་ཚོ་ལ་སྡུག་ཅག་རེད་ལ་ན་ནི་ཁོང་ཚོ་ལ་སྡུག་ཅག་རེད་ལ་ཆོག་མ་རེད་བས། ཨ་ནི་ཡག་པོ་རེད་ལབ་ནས་ཨ་ནི་གོང་ས་མཆོག་གི་མིང་འདི་དེ་འདྲས་ཡག་པོ་ཆགས་དགོས་རེད་ག་འདྲས། འདི་དྲི་བ་བསྐྱོད་རེད་ད་དྲི་བ། བོད་གཞུང་དང་གོང་ས་མཆོག་བེད་ལོ་ག་རེད་ད། རང་གོང་ས་མཆོག་གི། གོང་ས་མཆོག་དང་བོད་གཞུང་ལོ་ག་ཡིན་ཙང་ཨ་ནི་མི་མང་གི་དམ་སྐྱོང་གི་ཨ་ནི་སྲིད་སྐྱོང་ལ་ནི་འདི་རིམ་པ་རིམ་པ་བྱེད་ནས་གསར་བ་ཅིག་སླེབས་དེ་ར་ཡ། ག་དུས་ནས་གོང་ས་མཆོག་གི་མཚན་འདི་མ་གྲོས་གི་འདུག་ཨ་ཡ།

ཁ་ཤས་ཅིག་ར་ནི་རྒྱ་མི་བྱེད་ལ་འདོད་པ་ཡོད་རེད་ཨ་ནི་རྒྱ་མི་རྩ་ནས་ཅིག་རག་ཡོད་ཀྱི་ར་ཨ་ནི་འོན་འདི་གི་རང་བཙན་འཐབ་རྩོད་བྱེད་ཀྱི་མེད་ལ་ཞེས་དང། འོན་འདིར་མ་ཤེས་གཞན་པ་ཅིག་གར་བྱེད་ནི་བོད་པའི་སྤྱི་ཚོགས་ནང་ལ་དཀྲུགས་ཤིང་རྒྱག་ནས་བསྡད་ཀྱི་ཡོད་ན།

མི་མང་པོ་གཅིག་མི་འབྲལ་བའི་ལ་ཡ་དེ་ལ་དེ་ཕྱི་སྒོར་གཞས་མེད་རྒྱ་སྒོར་སྐྱུག་པ་སྐྱུག་རོ་ཕྱི་སྒོར་མཐོང་བ་དང་ཁ་ཕྱི་བརླག་པའི་མི་འབྲལ་བའི་ཁ་ལ་ཁྱེད་ནི་ཨ་ནི་མི་མ་ཉང་གི་དོ་ཨ་ཡང་མཐའ་མ་དེ་ལ་མི་མ་ཉང་གོ་ཁྱེད་ཀྱི་ཐ་ན་ཐ་ན་རེད་དོ་ཨ་མ་བད་ནག་པོའི་ནང་ནས་ནག་པོ་དེ་རེད་དོ་ཨ་དམིགས་བསལ་གྱི་དབུས་ཀྱི་ཚོགས་གཞོན་དེ་ད་ག་རེད་རྒྱ་མི་ལ་ག་ཡ་གི་ཨ་ནི་བོད་གཞུང་གཏོར་བཤིག་བཏང་ངེས་ཀྱི་ཚོགས་པ་དེ་ཚོ་ལ་ད་གི་དོ་ཨ་ཁ་ཚིག་མཐོང་ས་པར་དེ་འདྲས

རང་བཙན་ན་ན་བོད་རྒྱལ་ཁབ་དེ་བོད་མི་ལ་ད་གི་ཡོད་ལགས་བོར་བོད་མི་རྩ་ཆེན་པོ་རེད་བོད་རྒྱལ་ཁབ་དེ་རྩ་ཆེན་པོ་རེད་མི་དྲལ་བས་ལ་ན་ར་ཡང་རྒྱ་མི་མི་སེར་བྱེད་ཀྱི་ཡིན་ལགས་བོར་རྒྱ་ནག་རྩ་ཆེན་པོ་བརྩི་གོ་རེད་རྒྱ་མི་མི་སེར་དེ་ཚོ་རྩ་ཆེན་པོ་བརྩི་གོ་མཁས་པ་འོན་ཏེ་དེ་ལས་ལྷག་གི་མཁས་པ་དེ་འདྲ་ཞེ་ར་ཞེ་ར་ཡོད་མ་རེད་ཨུ་ཨོ Black Flag ལས་དེ་རེད་དར་ནག་དེ་ཚོ་རེད་ད་རྒྱ་ལ་དགའ་ཉེ་དེ་ཚོ་ཡིན་ནས་དར་ནག་དེ་ཚོ་ག་རེ་ཨུ་ཚུགས་ཚ་བོ་ཡོད་ལགས་བས།

ཉི་མ་གཅིག་དགུ་བས་མེའི་རྩེད་འཇོ་ལ་ཉི་མ་གཅིག་དགུ་མ་དང་ཁྱེད་ཚོ་ང་སྐྱོད་པ་ཧ་གོ་ར། ང་ད་ལྟ་འགྲོ་གི་ལམ་དུ་འགྲོ་ཆོག་ཆོག་ཡིན་པ་ང་ག་བ་ག་སར་འགྲོ་ཉེ་དེ་རེད་སོ་སོས་འདོད་པ་ཡིན་ན། བོད་རང་བཙན་ཐོབ་པའི་ཉི་མ་དེ་ལ་ང་ཉི་མ་གཅིག་དགུ་བས་མེ་ཤར་སྐད་འགྲོ་ཡ་ཡིན་ར། གཞན་པ། རང་བཙན། མ་ར་བའི་གི་ཐོག་ནས་ཨ་ནི་རྒྱ་མིས་གི་འགྱུ་བ་འདྲ་བོ་ཅིག་བཏང་ནས་བོད་པ་དེ་ཚོ་ནང་ལོག་ལ་ཅིག་ཡ་འགྲོ་ཡ་འགྲོ་མ་འགྲོ་བཏང་ཆོག་གི་ཡོད་ལ་ན་ང་ད་ལྟའི་མི་ཚེ་འདི་སོར་གང་བོད་ཀྱི་བོད་ནང་ལོག་ལ་རྐང་པ་རྒྱབ་པའི་མེད་ཁར་ཕྱིན་ལགས་བས།

སྒོ་ང་ནགས་རི་མང་པོ་ཅིག་དེང་སང་ཡོད། བོད་པའི་སྤྱི་ཚོགས་ན་ཡོད། ད་ཕ་མེས་ཀྱི་སྤུ་གུ་དེ་ག་འདྲའི་ཆ་མ་ཆ་དེ་ཕ་མའི་ལག་པ་ལ་རག་ལས་ཀྱི་ར་ཡང། ཕ་མ་དར་ནག་འདྲ་བོ་འདྲའི་ཡིན་ན་སྤུ་གུ་དམངས་ཆེ་དར་ནག་འདྲ་བོ་ཆ་ཡང་ཉན་ག་ཡོད་རེད། ཡང་སྤུ་གུ་ནང་ལོགས་ལ་སངས་རྒྱས་འདྲ་བོ་འདྲའི་ཅིག་སྤུས་དག་པ་དེ་འདྲ་ཡོད་ན་ཡང་ཕ་མེས་ཀྱི།

བུད་མེད་ལྷན་ཚོགས་ཀྱི་ཐོག་ནས་རྙོག་དྲ་མང་པོ་ཅིག་བཟོས་སོང་དེ་ནང་ལོགས་ལ་དུག་སུར་སུར་ཡིན་རྒྱུ་ཧ་གོ་སོང་ཨ་ནི་ཨ་རིག་གི་ནིའུ་ཡོག་ནིའུ་ཇེ་སི་གི་བུད་མེད་ལྷན་ཚོགས་ཁག་གཉིས་ལ་ཆགས་ནས་དཀྲུག་ཤིང་གི་ཐོག་ནས་ཁག་གཉིས་ལ་ཟོལ་རྒྱོ་དེ་གི་རྒྱབ་རྩ་བརྒྱབ་དེ་སུ་རེད་དོ་དེ་ཨ་དབུས་བུད་མེད་ལྷན་ཚོགས་རེད་ཨ་རི་ལ་དེ་ཉིད་ཀྱི་བུད་མེད་ཅིག་འདུག་ཨ་ཅིག་ག་དུས་ཡིན་ནའི་མི་ཚང་མ་ལ་བཀའ་རྒྱུ་བཏང་དེ་ཉིད་ཅིག་ཆོས་ཀྱི་ཆོས་ཀྱི་ལ་ངེས་ཤིག་འདུག་ཨ་འདི་ཡི་དང་ཉི་མ་ཁ་ཤས་སྙེད་ལ། བུད་མེད་ལྷན་ཚོགས་ཀྱི་ཚོགས་འདུ་གྱི་སྡིངས་ཆ་གང་ལ་གླེང་ཡ་གི་གོ་སྐབས་རག་རྒྱུ་དེ་དབུས་ཀྱི་ལས་ཀ་རེད་འདུག་དབུས་རང་གི་དར་ནག་དེ་ཚོ་དབུས་ལ་འདུག་ད་ད་ལྟ་དབུས་དེའི་ཁ་ལོག་རེད་དངོས་གནས་བྱས་ན་ཅིག་ཁོ་རང་ཚོ

སྡིག་པ་ར་རྩ་ཐོ་ལ་ཉིད་ཀྱིས་ག་རེ་ལས་ཡོད་ཟེར་ན་རང་སྤྱི་དག་ནས་སྡིག་པ་ར་རྩ་ལས་དེ་སྙེ་མ་བླ་མ་ཅིག་རེད་ལ་ཡོད་འདུག་བླ་མ་ཡིན་སྐྱོ་དང་གྲྭ་བ་བྱས་ནས་ལོ་མང་པོ་བསྡད་སྐྱོ་དེ་ཡིན་ཡང་ནང་པའི་གི་ཆོས་ཀྱི་སློབ་སྦྱོང་དེ་མེད་ན་གྲྭ་བ་ཆགས་ཀྱི་མ་རེད་བླ་མ་ཡི་ཆ་སའི་གོ་ལ་ཡོད་མ་རེད་ར་ཡ་དེ་ཆོས་ཀྱི་ནུས་པ་ཆེན་སྙེ་མ་ཡོད་ཡོད་དེ། ད་རྐྱེན་ག་རེ་གི་ཡིན་ན་ཁོ་རང་ཡང་ཅིག་བད་ཁོ་ར་དོག་ཅོག་ཅོག་ཅིག་ཆགས་དེ་སོ་ཨ། དངོས་གནས་བྱས་ན་གྲ་པ་དོ་འདི་ཡིན་པ་ཡིན་ནས་རེད་གྲ་པ་ནི་མ་དོན་ནི་གྲ་ཟུར་ཆགས་བྱེད་དུས་ཆོས་ཀྱི་བྱིན་རླབས་དེ་དེ་གོ། སྡིག་པ་ར་ཙ་དོག་བྱས་ན། བླ་མ་ཡིན་པ་ཡིན་ནས་ཆོས་ཀྱི་ཞག་རྩི་འདི་གམ་ས་ཆེ་དེ་མི་འདུག་ཨ་འདི་ཧང་སངས་ཡེ་རེད་དོ་ཨ། ཆོས་ཀྱི་ཞག་རྩི་དེ་འདྲའི་ཆེ་མི་འདུག་དེ་གང་ལ། སངས་རྒྱས་ཀྱི་སྐུ་དེ་ཚོ་ལ་རྐང་པ་བཞག་དེ་འདྲས་ཅིག་འདྲ་མ་འདྲ་འདྲ་བོ་ཅིག་བྱེད་བསྡད་ཀྱི་འདུག་ཨ་ཡ། ཨ་དེ་ཚོ་ལ་བསམ་བློ་བཏང་ན་ཅིག་སྡིག་པ་ར་ཙ་དེ་ཉེས་ཀྱི་ཅིག་སེམས་ཁམས་ཐང་པོ་ཡོད་མ་རེད་བསམ་གྱི་འདུག་ཁོ་རང་གི་ཁ་ཅིག་ལ་ན་སྙེ་མ་བླ་མ་རེ་ད་འདྲ་ཐོབ་ཐོབ་ལ་བད་ཁོ་ར་བླ་ལོ་འདྲ་བོ་ཆ་ཡ་དེ་ད་ཡོང་སའི་ཁོ་ར་ཡོད་མ་རེད། སེམས་ཁམས་ཐང་པོ་མེད་བྱས་ནས

ངོ། དེ་ཚོ་དེ་སྡིག་པ་ར་ཙ་དེ་གཅིག་པ་གཅིག་ཀྱང་མེད་དང། ངོ། གཅིག་གིས་བད་ཁོ་ར་མིག་ལྟོས་ནི་ཅིག་སངས་རྒྱས་ཀྱི་སྐུ་ལ་དེ་བྱེད་གོ། གཞན་པ་དེ་གཉིས་གཉིས་ཀྱི་རྒྱབ་ལ་ཡིབ་ནི་བྱེད་ཀྱི་མེད་ཏོག་ཏོག་བྱེད་ནི་དུག་སྤྱི་ཚོགས་ནང་ལ་དུག་དཔེ་དུག་ཅག་བླུག་གོ། སྡིག་པ་ར་ཙ་དངོས་འདི་འདྲ་བོ་ཅིག་རེད། Prime Minister དེ་རྐུབ་བཀྱག་ལ་མ་བབས་ནི། འགྲོ་འགྲོ་ན་ཅིག་སར། ཕན་ཡང་མི་འདུག་སྣོད་ཡ་རྐྱང་རྐྱང་གི་ལས་ཀ་བྱེད་དུ་རྒྱ་ལ་དགའ་ཡ་ལས་ཀ་རྐྱང་རྐྱང་བྱེད་དུ། དམིགས་བསལ་གྱིས་ད་ལྟ་ངེད་ཅག་གིས་སྤྱི་འཐུས་གྲོས་ཚོགས་འདིའི་དག་སྣང་རུ་ཁག་གི་ཐོག་ནས་གཏོར་བཤིག་བཏང་ཡས་ཀྱི་གོ་སྐབས་འདི་སྤྲད། འདི་ཅན་ལ་གྲོས་ཚོགས་ཚོགས་མ་ཐུབ་ནི་ད། ཕྱི་འགྱངས་བྱས་ཀྱི་སྐད་ཆ་བཤད་དུས་ཡང་ཕལ་ལམ་པ་ཁྱམས་ཁ་དྲོ་ཟ་སྐྱེ་མའི་ཐུགས་ཁ་དྲོ། ཁ་ལག་ཟ་ཁ་དྲོ་པ་ཏྲི་བཏང་ཁ་དྲོ་བྱེད་ས་ཨ་རི་ལ། དེ་འདྲའི་དངོས་གནས་ལ་ཡིན་དེ་དེ་འདྲའི་གར་བྱེད་ད། དེ unprofessional རེད། ཧུམ།
བྱས་ཙང། དེ་འདྲ་གོ་ཡ་མི་འདུག suggestion། ག་བ་ཅི་ཁོ་རང་མ་ཤེས་ནས་ཅི་ད་ནས་ཅིག་གི། ལོ་ལྟ་ཆེན་པོ་རང་ད་ཡིན་ས་མ་རེད་ཡིན་ན་ཡང་ཅིག། བསམ་བློ་དེ་ཚོ་དྲན་པ་བྱེད་ཉེས་འདྲ་བོ་བྱས་ནས་རྒན་གོག་གི་ན་ཚ་ཞུ་དོ་ཨ། བསམ་བློ་དྲན་པ་བྱས་ནས་ལུས་པོ་དཀའ་ལས་ཁག་བདེ་སྐྱོར་འདྲ་བོ། ཁ་ནོར་བདེ་སྐྱོར་འདྲ་བོ་བྱས་ནས་ད་ལྟ་སྲིད་སྐྱོང་གི་རྐུབ་བཀྱག་དེའི་ཏེས་གཅིག་དེ་ཕྱིར་ཡོད་སར། ལས་ཀ་དེ་ཁག་དྲ་ཡོད་སར་མི་གཅིག་ལ་དེའི་སྒང་ལ། ད་ལྟའི་བཀའ་བློན་ཞིག་གི་ལས་ཀ་དེ་ཁོ་རང་གཅིག་གིས་ཨུ་ཚུགས་བཀྱག་ནས་གཟིམ་ནས་བསྡད་འདུག་ཨ། བཅོས་ནས་རེད་མ་བཅོས་ནས་རེད།

ཆོས་དང་རིག་གཞུང་ལ་སྨན་པའི་སྟངས་ཀ་མ་རེད། གར་བྱས་ནས་ཟེར་ན་ར་བོད་པ་ལ་ཡ་དེ། བོད་བའི་ལ་ཡ་དང་བོད་པ་ལ་དུས་ཙམ་པ་ལ་འབུ་དེ་ཙམ་ལ་ཡ་དེ་དྲན་གོར་འཛམ་གླིང་གང་ས་གི། བྱས་ཙང་ང་རང་ཚོས་ཀྱི་ཆོས་ཀྱི་མཚོན་རྟགས་དེ་ཚོ་ང་རང་ཚོས་ཀྱི་དགེ་འདུན་པ་རྣམ་པ་རེད། ར་བླ་མ་རྣམ་པ་རེད། ཨ་ནི་དེ་ཚོ་ལ་མཐོང་ཆུང་བཏང་གི་འདུག་ད་རང་གི་ཐོག་ནས་ཁོ་རང་གི་ཁ་ནས Free Tibet དང་གར་མོ་གར་རི་ལབ་ནས་དེ་ལ་འཇུས་གོ་ཡོད་མ་རེད།

སྡིག་པ་རང་བཟང། དེ་ཡི་པར་རྒྱབ་སྐྱོར་འབྲེལ་གཏུག་ལྟ་སྤྱི་འཐུས་གྲོས་ཚོགས་ནང་ལའང་སྐད་ཆ་དེ་སླེབས་པ་རེད་ཉི་མ་དང་པོ་ཁོ་ར་ལ་སུས་ཀྱིས་གསུངས་སོང། དགེ་བཤེས། བསྟན་པ་ཡག་པོ་ལགས་ཀྱིས་གསུངས་སོང་ཨ་ཡ་ད་ག་རང་གི་ཐོག་ལ་གྲོས་བསྡུར་བྱེད་ཡ་གི་སྐོར་ར། ཨ་ནི་འདི་ངས་དེ་བ་ལ་ཅིག། སྤེན་པ་ཚེ་རིང་གིས་སྡིག་པ་ར་ཙ་སྐོར་ལ་སྐད་ཆ་དྲིས་དུས་ཡོད་ནི་དེ་འདྲའི་སྤྱི་ཚོགས་ནང་ལོག་ལ་དེ་འདྲའི་ཞེན་པ་འདྲོངས་འདྲའི་ཡོད་རེད་ལ་ནི། སྡིག་པ་ར་ཙ་ལ་སྐྱ་འབེད་ཀྱི་ཐབས་ཤིག་བཏང་གི་འདུག་བ། ཧུང། ཡིད་ཀྱིས་སྤེན་པ་ཚེ་རིང་གིས་སྡིག་པ་ར་ཙ་དང། གྲོགས་པོ་གྲོགས་ཅན་ཡིན་སར། ཧུང། སྤེན་པ་སྤེན་པ་སྣུམ་སྙལ་གཅིག་པ་རེད་ཤག། How many Tibetans in Austria?

སྤུག་ཞན་པ། སྤུག་ཡོད་མ། སྤུག་དེ་ཚོ་མང་ཆེ་ལྕེ་ལ་སྐྱེས་སྐྱོ། ད་ལྟ། ང་གི་ངའི་སྤུག་ཆུང་ཆུང་ཡིན་དུས་སྤུག་ཆུང་ཆུང་དཔེ་དཀོན་པོ་ཡོད། ཨཱ་ནི་གཞན་པ་ང་ཚོས་ཀྱི་གྲོགས་མོ་དེ་ཚོ་སྤུག་ལྕེ་ལ་སྐྱེས་འདུག་ཨ། བྱས་ཙང་ཁོ་ཚོ་ལ་དེ་གོ་སྐབས་ཡག་པོ་ཅིག་ཡོད་ཁོ་རང་ཚོ་སྤུག་མང་པོ་ཅིག་དུས་ཚོད་གཅིག་ལ་སྐྱེས་དུས་ཨཱ་ནི་བོད་ཡིག་སློབ་གྲྭ་བོད་ཡིག་གི་དེ་འཚོ་བ་དེ་ཡག་པོ་འགྲོ་ཞིག་ད། དེ་ལ།

རང་བཙན་རྩོད་ལེན་བྱེད་མཁན་ཡིན་ལ་ན་ནི་མི་མང་གི་ཀ་ད་ཆོས་ནས་སྤྱི་འཐུས་ནང་བླུག་རོགས་བྱེད་བྱས་ལ་ཡས་ནུ་ཡ་བློས་བཏུས་ཙམ་པ་ལ་ཡང་རང་བཙན་དྲན་པ་བྱས་ནས་སྐྱ་མི་སེར་བྱེད་མཁན་ཡིན་ལབ་དེ་ངས་དེ་འདྲས་ཡོད་རེད་ད་དེ་ཙམ་མ་རེད་ད་ད་ང་རང་ཚོས་ཀྱི་བུད་མེད་ལྷན་ཚོགས་ཀྱི་ར་དབུས་བུད་མེད་ལྷན་ཚོགས་དེ་ནང་ལོགས་ལས། དབུས་བུད་མེད་ལྷན་ཚོགས་འདི་བཙུགས་སྐྱོང་བཙུགས་ངའི་ནང་ལོ་ལ་སུ་སུ་དོ་དེ་ལྟ་ཡ་རེད་ད་ཁྱེད་ཚོ་ངེད་ཀྱི་མིང་ཐོན་གོ་མེད་བ་ཐོ་ནི་ཁྱེད་ཚོ་གི་གཅེས་པ་ཆེ་ཡ Tibetan Women's Association Founder ལ་ནི་ལྟ་ཨ Founder དེ་ཚོ་ནི National མ་རེད་རང་བཙན་གྱི་བེད་མི་ཡིན་ལ་ནི་བེད་ཁོ་ར།

སྡིག་པ་རང་ཅག་གིས་མི་གྲོལ་བས། གོ་ལབ་ནས་རེད་མོ་གོ་ལབ་ནས་རེད། ཁོ་རང་གི་མིང་འདི་གོང་ས་མཆོག་གཅིག་པོ་ལ་མ་བཏགས་ཁོ་རང་གི་འདི་རེད། བོད་ཀྱི་བསྟན་པ་བུ། དགེ་འདུན་རིན་པོ་ཆེ་ཡོངས་སུ་གྱུར་པ་དང། ནང་པའི་ཆོས་ལ་ཁྱོད་ཀྱིས་དེ་བྱེད་ཀྱི་འདུག་དམའ་འབེན་བཏང་གི་འདུག་རང་ཡང་ད་ག་རང་གི་ཐོག་ནས་ཁོ་རང་ཁ་ལ་རང་བཙན་ཁེབས་པ་ཡིན་ནས་ང་ཚོའི་གི་བོད་པའི་གི་གཞུང་འདི་ཆོས་སྲིད་ཟུང་འབྲེལ་ཡིན་དུས་ཙམ་པ་ལ་ཆོས་དེ་གལ་ཆེན་པོ་ཡིན་དུས་ཙམ་པ་ལ་ཆོས་དེ་ལ་ཁས་ལེན་མ་བྱེད་ནས་འཐུང་ཆུ་བཏང་ངེས་བྱེད་ན་རང་བཙན་ཐོབ་པའི་དེ་དེ་ནོ chance རེད།

སེ་ར་བྱེད་ལ་བྲོས་རེད། ས་ར་འགྲུག་མ་རེད་ང་ཚོ་འགྲོ་བྱེད་ན་རུ་ས་ར་དེ་སྤྱི་བཏང་ནས་ཡག་པོ་ད་ཡོད་རེད་ར། ཡིན་ན་ཡང། ང་ལ་ག་རེ་གལ་ཆེན་པོ་འདུག་ལ་ན། བོད་ཡིག་སྦྱང་ས་ཀྱི་ཁོར་ཡུག་བརྗོད་ར་དེ་གང་ཙམ་ལ་ང་དགེ་འདུན་རིན་པོ་ཆེ་དགོ་ཐུ། འོང། དེ་དཔེ་གལ་ཆེན་པོ་རེད་ཞུ་ཟ་ང་ཟིན་གྱི་གོ་མི་འདུག། བྱས་ཙང། སེ་ར་རྡོ་རྗེ་འབའ་ཡིན་ན་ཅིག་བོད་བྱང་ས་ཀྱིས་དེའི་ཕྱི་སློབ་གྲྭ་བྱས་ཏེ་ཟུར་ཚང་མ་ལ་དཔེ་དགོངས་པ་ཁ་ཆེ་རྒན་ལ་བསླམས་པ་དང་དེ་འདྲའི་སྤུས་དག་རྐྱང་རྐྱང་ཡོད་ར་འོན་ཏེ་གྱི་ང་ཅིག་བོད་ཡིག་སྦྱང་རྒྱུ་ཙམ་མིན་པ་ཨ་ནི་ཡིག་ཆོས་དང་རིག་གཞུང་ཡའི་ཉམས་རྟོགས་ཤེས་འགྲོ་དགོས་པ།

རྡ་རམ་ས་ལ་ནས་དབུས་ཀྱི་བུད་མེད་གསུམ་ཇུས་འགོ་སྤྲོད་འཇོམས་བྱས་ནས་སླེ་དུ་བ། བྲོ་སོང་བཏང་ངེས་ཏེ་ས་གནས་ཀྱི་བྲོ་སོང་བཏང་བ་རེད་ལ་ཟེར། དབང་ཆ་ཚང་མ་ལ་དབུས་ཀྱི་བུ་ཇུས་བཏང་གི་དུ་བ། དོ་སྣང་བྱུང་ཟེར། དྲི་བ་དྲིས་ལན་བརྒྱུད་ཡ་ལ་བེད་ཁོ་ར། ནག་པོ་དར་ནག་རྒྱ་མི་གི་པར་ཏི་དེ་ལ་ཀ། ཐོབ་ཐང་སྤྲི་གི་དུ་བ་སྐད་ཆ་བཤད་ཀྱི་མཱིག་དེ་ཚོ་མ་འཕྲོ་བ་བྱས། རང་བཙན་འཐབ་རྩོད་པ་བོད་ཀྱི་ཕྱེད་ཕྱོགས་ལ་འགྲོ་ངེས་དེ་ཚོ་ལ་ག་རེ་བྱེད་ཀྱི་དོ།

ད་བ་ཕོན་གྱིས་ད་ཁྱོད་ཀྱི་ནག་པོས་ཀྱི་རུ་ཁག་བསྟེན་ཚུལ་གྱི་ཚོགས་འདུ་དེ་ལ་ཡོང་ཡོད་མ་རེད་བ་སྤྱི་འཐུས་གྲོས་ཚོགས་ད་ག་འདྲས་བྱུང་གི་རེད་ལས་དེ་མ་ཡོང་བ་ཆེ་དཔང་རྟགས་སྟོན་ཡ་མེད་བ་ངོ་ཚ་དེ་འདྲས་བྱེད་ནི་སྤྱི་འཐུས་གྲོས་ཚོགས་དེ dissolve བྱེད་བར་གཏོར་བཤིག་བཏང་བར་ད་ག་ནང་བཞིན་ད་ལྟ་བུད་མེད་ལྷན་ཚོགས་ཀྱི New York New Jersey གྱི་ཚོགས་འདུ་དེ་བར་ན་ནག་པོ་གྱིས་ཡང་ཕེ་གི་ལ་གཏོར་བཤིག་ཅིག་བཏང་སོང་ནག་པོ་དེ་ཚོ་ག་བ་ལ་འགྲོ་ནས་དུག་དེ་ཚོ་བཀྲམ་ནས་གཏོར་བཤིག་རྐྱང་རྐྱང་བཏང་གི་འདུག།

Issue was resolved འདི་རེད་རོ་ཨ་ཡིན་ནའི་ད་ལྟའང་སྐད་ཆ་དེ་ཆ་ཡ་དེ་ག་འདྲེས་ལངས་སུ་ཟེར་ནའང་ཅི་ཆ་ཅི་ལན་དེ་ལ་ད་འདོད་ཅིག་ག་ལ་ཁོ་རང་ཚོ་གི་སྟེགས་ཡོད་དོ་དོ་བྱེད་ནས་ཨ་ནི Bill May ལ་ནི་དེ་འདྲས་ཀྱི་སྐད་ཆ་བྱེད་ཀྱི་འདུག་ཨ་ཡང་དེའི་ཀྱི་ཐོག་ནས་སྐད་ཆ་དེ་ཚོ་རང་བཞིན་གྱི་ཡ་ལེ་འགྲོ་འདི་ག་ལ།

ཨ་ནེ་ལགས་དང་ཀུ་ཤུ་ལགས་དེ་ཚོ་ལ་སྨྱོས་ཕུལ་ཡིན་ལ་དེ་དེ་དངོས་གནས་ཡིན་མིན་ཁོ་རང་ཧང་མ་སུ་ར་ཡང་གར་ཅན་ཕུལ་བ་རེད། ཡིན་ནས་གལ་སྲིད་ཕུལ་ཡིན་པ་ཡིན་ན། ཨ་ནེ་དེ་ལ་ཏན་ཏན་ཚོགས་པས་ཀྱི་ངོ་ནས་ཕུལ་རྒྱུ་ཙམ་པ་ལ་འབིལ་ར་ཡིན་པ་རང་ད་སུ་སུས་ཀྱི Private གི་དེ་སྤྲད་ན་ཡང་དེ་ལ་འབིལ་ཅིག་གླན་དང་མ་གླན་དེ་སུ་སུས་ཀྱི་དེ་བ་ར Private གི་སྤྲད་ཡིན་དོ་དོ་བྱེད་ནི་ཚོགས་པས་པེ་ཤ་བོད་ཆུ་བཏང་ན་ནི་འགྲིག་མ་རང་ཡང་ཚོགས་པའི་ངོ་ནས་ཅིག་དངོས་གནས་ཀྱི་ཕུལ་ཡིན་པ་ཡིན་ན

སོ་སོའི་མིང་དེ་སྤྲད་ནས་མིང་དེ་ཨོ་རི་ཅི་ནལ་མ་སྤྲད་ནས་དྲི་ག་དྲི་གོ་དང་ངོ་དེབ་ནང་ལ་མིང་དྲང་པོ་དང་དོང་པ་དྲང་པོ་ཡོད་ན་ཡག་པོ་ད་དུ་ཨ་ཡང་ཕ་ཚོ་བོད་པ་ནང་ཁུལ་ལ་ཅིག་འབྲེལ་བ་བྱེད་དུ་བརྩམས་པ་ལ་ཡིད་ཆེས་ཐོག་འབྲེལ་བ་བྱས་ཡོད་ར་ཡིན་ནས་གལ་སྲིད་ཡང་ཅིག་བོད་ལ་བོད་ལ་ཡི་དེ་བྲིས་ནས་གླེགས་མི་འདུག་ན་མིང་མ་བྲིས་ནས་དྲི་གོ་མིང་ཁོ་ར་རང་གི་བོད་པ་ཡིན་པ་ཧ་གོ་ཐུག།

ཁོ་ར། ཀུན་སྤྱོད་གསུམ་ཆོས་གཡས་གཡོན་ཚང་མས་ཀྱི་མོ་ལ་བུ་བཅུ་བཏང་སྟེ། དང་པོ་བྱས་ན། མོ་ཡིན་ནས་ལྐུགས་མ་འགྲོ་བ་རེད་དོ་ཡང་སུ་སུ་སུ་བུ་བཅུ་བཏང་བཅུ་གོ་དོ་ཡང་མའུཐ་པིས་འདྲ་བོ་ཅིག་བྱེད་ཀྱི་དོ། ད་ད་ལྟ་ག་འདྲི་དོ། བུད་མེད་ལྷན་ཚོགས་ཀྱིས་བུ་བཅུ་བཏང་དོ་ཨ། ཨུམ། ཁོ་རང་ཚོས་ཀྱི་དར་ནག་གི་ཨེ་ཅན་ཏྲ་དེ་གྲུབ་པའི་ཆེད་དོ། ཨ་ནི་མོ་ཡས་ཆུ་ཀི་ལའི་དེ་སྙེ་མ་དོ་ལ་ཞེ་མ་རེད་ལ་ནི་ད་འདྲ་གནས་ཚུལ་དེ་འདྲས་ང་ད་རིས་མ་ཤེས་ཧག་མ་ཟ་ཡ། ཞེས་བཏང་ངས་དེ་འདྲས་ཅིག་བཤད་ཡས་ཡག་པོ་བཏང་རྒྱུ་ཡོད་རྒྱོ་ད་དེ་འདྲས་ཀི་སྐད་ཆ་དྲོ་ཞིག་བཏང་ཡ། ཨ་ནུ་ཡིན། མི་ཡིན་མི་ཡག་པོ་ཅིག་ཡོད་རྒྱོ་ཅིག། ནག་པོའི་གི་ལམ་ལ་འགྲོ་ཡས་ལ་ད་དངོས་གནས་གནོད་ཤུགས་སྤྲད་ཉེན་སྡུག་ཅག་ཞིའུ་ཅིག་ཡོད་ཀི་ར་ཡ། བསམ་ཡག་པོ་བཏང་པ་ཡིན་ན།

ད་རེའི་བསམ་བློ་ལྟ་ཡིན་རང་སྔར་ཅི་ལྟར་ནས་མོ་ལ་བྱི་དོ་བྱིངས་འཁྲུག་མི་འདུག་ཡིན་ནའི་ད་རེའི་ལན་ཆུང་ཆུང་ཅིག་རྒྱབ་དགོས་བསམ་སོང་རང། ཨི་ལན་གྱི་སྐད་ཆ་ལ་འོ་ན་དང་པོ་མོ་རང་ཨི་ལན་ཆགས་བསྡད་འདུག་ཨ་ཡང་ཤར་པ་རེད་ལ་ཡོད་འདུག་ཨ་ཆགས་ཀ་ཅིག་ང་མི་ལ་ཤི་ར་ལ་ཡ་ཁོ་ར་ལྷག་མི་འདུག་ཨ་སི་ཤི་ཨིས་ཧཱབ Tibetan Herself འོན་ཏེ་ལ་གོ་ཨེ་ཁོ་ར་མི་འདུག་ཨ་སྐད་ཆ་བཤད་དུས་བསམ་པ་དོ་སྣང་བྱུང་ཟེར་ཨ་ནི་པ་ནི་པ་ནི་ལ་ཡ་དེ་མང་པོ་ལ་གི་རེད་ནེ་པ་ལིས་དེ་ཚོ་སྐད་ཆ་བཤད་དུས་པ་རང་ལ་པ་ནི་པ་ནི་ལ་ཡ་བྱེད་ཨ་ཡང་ཁྱེད་ཚོ་གི་མོས་ཀྱི་སྐད་ཆ་ལ་ཨམ་ཅོ་ཉེ་ཨ།

ད་ལྟ་འདི་ཉེ་ཚེ་སྙེ་མ་ཡི་སྐད་ཆ་རེད་ར་འདི་མོ་རང་དར་ནག་ལ་མ་ཐག་སྐྱོད་ཀྱི་དུས་ཚོད་སྐབས་སུ་རེད་ཨ་ནི་ད་ལྟ་ཅིག Instant Karma ལ་ཡི་དེ་ཞེ་ན་ཚོགས་འདུག་ཨ་ད་དེ་འདྲའི་གྲོགས་ཅིག་དོན་འདི་དོ་ཨ་ནི་སེམས་པ་སྐྱོ་གྲོགས་ཅིག་ད་རེད་ར་ཡིན་ནའི

བུ་ཕྱི་ནང་གཉིས་ཀྱི་བུད་མེད་ཚོགས་ཀྱི་ཆེད་དུ་ཨ་ནེ་ཡིས་ཤེས་ཀྱི་ཡིན་འགྲོ་ཅི་ལ་སང་ཡང་ངའི་ཁ་ལས་ལོག་པའི་ངའི་བུ་མོ་དང་ང་ང་གཞན་པ་སྐོར་ལ་བཤད་དགོས་མེད་དང་པོ་གཉིས་ལ་ང་རང་ཉིད་གཅིག་པོ་གཅིག་ཡིན་པ་ཡིན་ནའི་རང་ཡང་ཁྱེད་རང་འདྲ་བོ་གཅིག་གིས་དེ་ང་ཚོ་ལ་ལས་ཀ་བྱེད་དགོས་མི་འདུག་ལས་ང་རང་ཉིད་ཚར་ཏག་ཏག་བྱས་ནས་བསྡད་ཡོད་ར་དང་པོ་སོ་སོའི་གི་མི་ཚེ་དེ་ཏག་ཏག་བཟོས་ར་ཡང་དཀའ་ལས་ཡོད་སར་ད་དྲང་པོ་བཤད་ན་ད་སྤ་བ་རྒན་མགོ་ཡིན་ད་དེ་འདྲས་ཀྱི་སྐད་ཆ་བཤད་གི་འདུག་ཨ། ཡིན་ནའི་སོ་སོའི་གི་ཁ་སྡུག་ཅག་དེ་འདྲས་བྱེད་བསྡད་ན་ར་སྤ་བ་རྒན་མགོ་གི་སེམས་ཁམས་ལས Negative Energy དེ་གི་གནས་ཉེན་ཁ་ཡོད་རེད་ལ་ཨེ་འབའ། སོ་སོའི་ནང་མི་ལ་སོ་སོ་མི་རྒན་མགོ་བཏང་བ་ཡོད་བ་མི་སྨྱོན་པ་དེ་འདྲས་ཡོད་བ་ཆ་ཤ་ཤི་དབང་པོ་མ་ཚང་སྐྱོ་དེ་འདྲས་ཡོད་བ་ཡིན་ན་སོ་སོའི་གི་སེམས་དེ་ཡག་པོ་བྱེད་ནས་མ་བསྡད་ན་ར་ཕ་ཆོ་དེ་ལ་གནོད་ཞིའུ་ཅི་གནོད་གི་རེད་ད། ཨོ་འདི་ལ་ཨེ། ཨ་ནི is a

ནིའུ་ཡོག་རང་ལོགས་ཀྱི་ཁང་པ་གཅིག་ནང་ལོགས་ལ་འཛུལ་བསྡད་པ་ལས་རྡོ་རྗེ་གདན་ཆོས་ལྡན་རིན་པོ་ཆེ་བྱང་ཆུབ་ཤིང་གི་འོག་ལ་དེ་ནི་ཐུགས་སྒོམ་བརྒྱབ་ནའང་མོ་འགྱུར་བ་འགྲོ་སྲིད་པ་ཅི་རེད་ད། དངོས་གནས་ལ་ཡིན། ཆོས་ཀྱི་བྱིན་རླབས་དེ་གོ་ཐུབ། གཞན་པ་དེ་གར་ས་གཅིག་དར་ནག་དེ་ཚོ་ཉམས་རྟོགས་ཕར་ཚུར་བྲལ་བ་ཆེ་ཆེ་ན་མོ་རང་གི་མི་ཚེ་ལ་སྐྱོན་ཆགས་ཀྱི་འདུག་ཨ་ཡ་མོ་མའུཐ་པིས་རེད་ད་ད་མ་མོ་ལག་ཆ་འགྲོ་བ་ཅིག་ཆགས་ཀྱི་འདུག་ཨ་ཡ་ཨ་ནི་མོས་ཀྱིས་མོ་རང་མགོ་ཚོས་གི་མི་འདུག་ཨ་ཡ།

དེ་ལ་ངའི་ལན་ཁྱག་ཡོད་མ་རེད་ག་རེ་ཏིག་མར་ལག་གོ་དེ་རང་བཙན་གྱི་བཤད་ན་བོད་རྒྱལ་ཁབ་ཆེད་དུ་རང་ཡང་ཨ་ནི་དབུ་མའི་ལམ་དེ་ཁོ་རང་ཁ་ལ་ཁྱི་དེ་ལ་ཞེས་རྒྱ་ནག་ལ་ལོ་མ་གྲོགས་བྱས་ཨ་ནི་ཡིན་སྤྱི་འཐུས་སྤུས་དག་དེ་ཚོ་ལས་བེད་ཁོ་རང་རྒྱ་མི་མི་སེར་བྱིས་དོ་འདུག་གི་བཙན་བ་བཏང་ཡོད་གི་གནའ་བོ་དྲུག་མ་རང་ཡིན་དེ་གི་ཐོག་ནས་ངེད་ཀྱི་དྲ་སྒམ་ཅིག་བཟོས་རེད་རྡོ་རྗེ་གདན་གྱི་མཆོད་རྟེན་རིན་པོ་ཆེ་གི་ཟུར་ཁོ་རང་རང་ལ་ངེད་ཀྱི་ལངས་ནི་བཟོས་བ་རེད